ལི་ཀྲམ་ལ་མཚོན་ན་ཁོང་གིས་རྒྱབ་སྒོ་ནས་ཕྱིར་ཐོན་ཏེ་གནམ་གྲུ་གཞན་ཞིག་གི་ནང་འཕུར་སྐྱོད་བྱས་ཏེ། བྱེ་མ་དབྱིན་ཇི་ལུང་པའི་ནང་སླེབས་སྐབས་སྲིད་འཛིན་ཀྲམ་ཨ་རིའི་སྲིད་འཛིན་གྱི་གནམ་གྲུ Air Force One ནང་གསང་བའི་ཐོག་ཡང་བསྐྱར་འཛུལ་ཏེ། ལྷན་རྒྱས་ཁམས་བཟང། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་ནང་གི་གསར་ཁང་ཆེ་ཁག་ཁག་གི་གསར་འགོད་སྙན་ཐོ་ཁ་གསལ་ཟླ་བ་ནས་པ་སངས་བར། ཉིན་རེར་གསར་འགོད་སྙན་ཐོ་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི BBC གསར་ཁང་ནས། སྲིད་འཛིན་ཀྲམ་གྱིས་ཉེ་ཆར་ཏུར་ཀིའི་ནང་དུ་ནད་འགྲོའི་དམག་དོན་ཚོགས་འདུ་འཚོགས་པའི་རྗེས་སུ་ཁོང། ཨ་རིའི་སྲིད་འཛིན་གྱི་གནམ་གྲུ Air Force ནང་འཛུལ་ལྡོག་བྱས་པར། ཡིན་ན་ཡང་དངོས་ཡོད་དུ་ཁོང་ལྷ་དབང་ཐོག་རྒྱབ་སྒོ་ནས་ཕྱིར་ཐོན་ཏེ་གནམ་གྲུ་གཞན་ཞིག་བེད་སྤྱོད་བྱས་ཏེ། ཏུར་ཀི་ས་གནས་དེ་ནས་དབྱིན་ཇིའི་ལུང་པ་པར་གནམ་གྲུ་གཞན་ཞིག་གི་ནང། བདེ་འཇགས་ཆད་སོང་ཡོད་པས། དེའི་སྐོར། སྲིད་འཛིན་ཀྲམ་གྱིས Confirm ཡང་ན་བདེན་དཔང་བྱས་པའི་སྐོར། BBC གསར་ཁང་ནས་གསར་འགོད་སྙན་ཐོ་ཞིག་བསྡུ་བས། དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་དེ་ཡིན་སྙིང་བསྡུས་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་གཙོ་བོ་ཡོང་བར་ཞུ། དེ་ནི་ཉེ་ཆར་ཉིས་སྟོང་ཉི་གསར་དྲུག་ཟླ་བ་བདུན་པའི་ཚེས་བརྒྱད་ཉིན་མོ་དེར། སྲིད་འཛིན་ཀྲམ་གྱི་ནད་སྒྲོ་དམག་དོན་ཚོགས་འདུ་དེ་མཇུག་བསྒྲིལ་བའི་རྗེས་སུ་ཁོང་ཏུར་ཀི་ནས་ཕྱིར་ཐོན་སྐབས་ཨ་རིའི་སྲིད་འཛིན་གྱི་གནམ་གྲུ Air Force One ཞེས་པ་དེ་ལ་བདེ་འཇགས་ཀྱི་ཉེན་ཁ་ཞིག་འཕྲད་ཡོད་པས་དེ་ནི་གཙོ་བོ་ཨི་རན་གྱི་ངོས་ནས་བདེ་འཇགས་ཀྱི་དཀའ་ངལ་དེ་ཡོང་གི་ཡོད་པའི་གནས་སྟངས་ཡིན་པ་དང། དེ་ལ་བརྟེན་ཁོང། དང་པོ། གསར་འགོད། པར་དང་བརྙན་ལེན་མཁན་ཚོའི་མདུན་དུ། ཁོང། ཨ་རིའི་སྲིད་འཛིན་གྱི་གནམ་གྲུ། Air Force། ནང་འཛུལ་གྱི་ཡོད་མདོག་བྱེད་པར། གནམ་གྲུའི་ནང་དང་པོ་འཛུལ་ཏེ། རྗེས་སུ། གནམ་གྲུའི། རྒྱབ་ཀྱི་སྒོ། སྤྱིར། གནམ་གྲུའི་ནང་དུ། ཁ་ལག་དང། ལྕགས་ལག་སོགས་པས། བླུགས་བསལ། སྐུ་དེ་ནས་ཕྱིར་དོན་ལྡན། བྱེས་སུ། གནམ་གྲུའི་ནང་དུ་འོར་འདྲེན་བྱེད་རྒྱུ། མོ་སྒྲ་དེའི་ནང་དུ། སྲིད་འཛིན་བཀྲམ་འཛུལ་ལྡན། སྲིད་འཛིན་བཀྲམ། དམག་མིས་གནམ་གྲུ་ཞིག་བར་དུ་བསྐྱལ་ཏེ། ཁོང། ཏུར་ཀི་ནས་ཨིན་ཇིའི་ལུང་བའི་བར། དམག་མི་རྣམས་གྲུ་བཞིའི་ནང་དུ་འགྲོ་ཡིན་པ། ཡིན་ན་ཡང། སྲིད་འཛིན Trump གྱིས་ང་ཨ་རིའི་སྲིད་འཛིན་གྱི་གནམ་གྲུ Air Force One ནང་དུ་རྒྱུ་མཐའི་ལྟར་ལས་བྱེད་དང། ད་དུང། གསར་འགོད་པ་རྣམས་རྒྱུ་མཐའི་ལྟར་གནམ་གྲུ་དེའི་ནང་རྫུས་ཡོད་པ་དང། གནམ་གྲུ་དེའི་ཁྱུས། ཏུར་ཀི་ནས་དབྱིན་ཇིའི་ལུང་པའི་བར་འཕུར་སྐྱོད་བྱས་ཡོད་པ། སྐབས་དེ་དུས་ཨ་རིའི་སྲིད་འཛིན Trump། རྒྱབ་སྒོ་ནས་ཕྱི་ལོད་ཕྱིར་འདོན་སྐབས། ལས་བྱེད་དང་གསར་འགོད་པ་ཚོ་མ་མཐོང་བའི་ཆེད་དུ། ཁོ་ཚོས་སྒེའུ་ཁུང་ཐམས་ཅད་བརྒྱབ་སྟེ་བཞག་བཅུག་ཡིན་པ། དེ་ལ་བརྟེན། ལས་བྱེད་པ་ཚོ་དང་གསར་འགོད་པ་ཚོ་གནམ་གྲུ་དེའི་ནང་ཡོད་པར་ཁོང་ཚོས་ཉེན་ཁ་དེ་འདྲ་ཞིག་ཡོད་པའི་གནས་སྟངས་ཧ་མ་དགོས་པའི་ཐོག་གནམ་གྲུ་ཏུར་ཀི་ནས་དབྱིན་ཇི་ལུང་པའི་བར་འཕུར་སྐྱོད་བྱས་ཡིན་པ། ད་དུང་སྲིད་འཛིན་གྱིས་གནམ་གྲུ Air Force One ནང་དུ་ཨ་རིའི་ཕྱི་སྲིད་བློན་ཆེན་རུ་བྷི་ཡོ་དང་ད་དུང་སྦེ་སེནད། Secretary of Treasury། ཡང་ན་ཨ་རིའི་དཔལ་འབྱོར་བཀའ་བློན་ཁོང་གཉིས་གནམ་གྲུ་དེའི་ནང་ཉེན་ཁ་ཡོད་མེད་ལ་མ་ལྟོས་པར། ཁོ་གཉིས། ཨ་རིའི་སྲིད་འཛིན་གྱི་གནམ་གྲུ Air Force One ནང་འཕུར་སྐྱོད་བྱེད་ཡིན་པ། སྲིད་འཛིན Trump ལ་མཚོན་ན། ཁོང་གིས། རྒྱབ་སྒོ་ནས་ཕྱིར་ཐོན་ཏེ་གནམ་གྲུ་གཞན་ཞིག་གི་ནང་འཕུར་སྐྱོད་བྱས་ཏེ། བྱེ་མ་ཨིན་ཇི་ལུང་པའི་ནང་སླེབས་སྐབས། སྲིད་འཛིན Trump ཨ་རིའི་སྲིད་འཛིན་གྱི་གནམ་གྲུ Air Force One ནང། གསང་བའི་ཐོག་ཡང་བསྐྱར་འཛུལ་ཏེ་སྲིད་འཛིན་གྱི་གནམ་གྲུ Air Force One ནང་མཉམ་དུ་འཕུར་སྐྱོད་བྱེད་ཡིན་མདོག་བྱས་པའི་གནས་སྟངས་ཆགས་ཡོད་པ། གནས་སྟངས་དེ་ཐམས་ཅད་ཐོག་སྲིད་འཛིན་ཀྲམ་ལ་ཁ་སང་གཟའ་མིག་སྔའི་ཉིན་མོར་བཀའ་འདྲི་ཞུ་བར། སྲིད་འཛིན་ཀྲམ་གྱིས་གསུངས་བར། ངས Secret Services། ཡང་ན་བདེ་འཇགས་ལས་ཁུངས་མི་སྣ་དང་དམག་མི་ཚོར་ཁ་ཉན་རྒྱུ་ཡོད་ཁོང་ཚོས་དེ་དག་བྱེད་ཤོག་བཤད་པར་ངས་དེ་འདྲ་བྱེད་ཡིན་ཅེས་གསུངས་བ། ཁོང་གིས་དེའི་ཐོག་ཁ་སྣོན་བརྒྱབ་སྟེ་གསུངས་བར། ང་ལ། དུས་རྟག་ཏུ། བདེ་འཇགས་ཐོག་ཉེན་ཁ་ཡོད་པའི་གནས་སྟངས་ཡིན་པ་དང། ཨི་རན་ཕྱོགས་ནས་ཉེན་ཁ་དེ་ལ་མཚོན་ན། ཨི་རན་གྱི་ངོས་ནས་ང་ལ། བེད་ཟིན་པར། ཁོང་ཚོས། དྲ་ཨང་གི་དང་པོ་དེ་ཡིན་པའི་གནས་སྟངས་ཡིན་པ་བཅས་ཁོང་གིས་གསུངས་བར། བསྟུན་དེ་ཐམས་ཅད་ཐོག། Press Freedom Advocates། གསར་འགོད་ཀྱི་རང་དབང་ཐོག་ཕྱག་ལས་གནང་མཁན་ཁག་ཅིག་གི་སྐོར་གསུངས་བར། ཁོ་ཚོས། སྐབས་དེ་དུས་སྲིད་འཛིན་གྱི་གནམ་གྲུ Air Force One ནང་དུ་གསར་འགོད་པ་མགོ་རྒྱུན་ལྡན་ལྟར་མཉམ་དུ་འགྲོ་གི་ཡོད་པར། ཁོ་ཚོར་གནམ་གྲུ་དེའི་ནང་མ་འགྲོ་གོང་གསར་འགོད་པའི་ཚོར་བདེ་འཇགས་ཀྱི་ཉེན་ཁ་དེའི་སྐོར་ཤེས་དགོས་པའི་གནས་སྟངས་ཆགས་ཡོད་ཅེས་གསར་འགོད་ཀྱིས་རང་དབང་ཐོག་སྲུང་སྐྱོབ་བྱེད་མཁན་གྱི་ཚོགས་པ་དེས་དེ་འདྲ་ཞིག་གསུང་གི་ཡོད་ཡིན་པ་བཅས་ཀྱིས་དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་ད་གར་མཚམས་བཞག་རྒྱུ་ཡིན། ང་ནི France དང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ། ལས་རིམ་འདི་ཡག་པོ་འདུག་དགོངས་ན་ག་རྟགས་ནོན་པ། རྒྱུ་སྐོར་བྱས་པ། གཞན་ཡང Subscribe གནང་རྒྱུ་མ་རྙེད་པ་གནང་རོགས་གནང།